བསམ་པོ་དང་ཚིག་མཛོད་བཤེར་འཚོལ་མཉེན་ཆས་སོགས་བོད་ཡིག་གི་ཚིག་མཛོད་རྣམས། བོད་རྒྱ་ཚིག་མཛོད། རྒྱ་བོད་ཚིག་མཛོད། དབྱིན་བོད་དང་རྒྱ་ཡིག་ནང་ཆོས་ཚིག་མཛོད་སོགས་འདུས་ཡོད། ཁྱད་པར་དུ་བརྡ་རྙིང་གི་མིང་ཚིག་བཅས་ལ་དམིགས་ནས། བསྡུ་སྒྲིལ། བཞུགས་པའི་དྲ་ཚིགས་ཤིག་ཡིན། མ་ཧོམ་པར་རིག་གནས་དར་སྤེལ་དང་སྲུང་སྐྱོབ་བྱེད་པར་དོན་སྙིང་ཅན་ཞིག་ཡོང་བར་རེ་བ་ཡོད་པ་ཞིག་ཡིན། ང་ཚོ་ཡི་དྲ་ཚིགས་འདིའི་མིང་ཚིག་རྣམས་ཧ་ཅང་མྱུར་པོས་ཚོར་ནུས། མ་ཚད། མིང་ཚིག་གི་འགྲེལ་བཤད་དང་སྡེ་ཚན། སྒྲ་ཀློག་པ་དང་འབྲེལ་བའི་སྐོར་ཡང་ཡོད། རྗེས་ལས་བཅོས་ཚུལ་གསར་བཤད། སྐད་ཡིག་ལྡན་པ། ཀློག་པ་པོ་རྣམས་ཀྱིས་སྐད་ཡིག་གང་དགོས་ལ་དམིགས་ནས་དབྱིན་ཡིག་དང། ཚུགས་རྙིང་རྒྱ་ཡིག། ཚུགས་གསར་རྒྱ་ཡིག་དང། དྲ་ཚིགས་སུ་བོད་ཡིག་བཅས་སྐད་རིགས་བཞི་ཙམ་བཅུག་ཡོད་པས། ཀློག་པ་པོའི་སོ་སོ་ཡི་འདོད་མོས་ལྟར་གདམ་ག་བྱས་ཆོག། ཚིག་མཛོད་ལྡན་པ། བརྡ་དག། དྲ་ཚིགས་སུ་ཚིག་མཛོད་བཅོ་བརྒྱད་ཐམ་པ་ཅན་ལམ་དུ་འབུལ་ཡོད། བསྐྱར་སྣོན་དང་གསར་འགྱུར་རིམ་བཞིན་བརྗེ་རྩིས་ཡོད། དེ་ཡང། བོད་ཡིག་ཚིག་མཛོད་དང། བོད་རྒྱ་ཚིག་མཛོད། རྒྱ་བོད་ཚིག་མཛོད། དབྱིན་བོད་དང། རྒྱ་ཡིག་ནང་ཆོས་ཚིག་མཛོད་སོགས་ཡོད། ཀློག་པ་པོས་རང་གི་དགོས་མཁོ་ལྟར་ཚིག་མཛོད་རྣམས་གཟིགས་ཐུབ། མིང་ཚིག་ཤེལ་ཆོལ། ང་ཚོ་ཡི་དྲ་ཚིགས་འདི་ལ་མིང་ཚིག་ཤེལ་ཆོལ་ལམ་སྟོན་བརྗེ་ལེ་ལྡན་ཡོད། དེས་ཀློག་པ་པོ་རང་གིས་ཚོར་བཞིན་པའི་གནད་ཚིག་ལ་བརྟེན་ནས་རང་བཞིན་གྱིས་འདེམས་ཡོང། དཔེར་ན། སངས་རྒྱས་ཞེས་པའི་མིང་ཚིག་ཞིག་བཙལ་དགོས་ན། རེའུ་མིག་ཏུ་སངས་ཞེས་པའི་ཚིག་བཅུག་རྗེས། ཤེར་ཚོར་ལམ་སྟོན་ནས་སངས་དང་འབྲེལ་བའི་མིང་ཚིག་རྣམས་མངོན་ཡོང། དེར་གསལ་བའི་མིང་ཚིག་བྲིས་ནས་སངས་རྒྱས་ཞེས་པའི་མིང་ཚིག་དེ་བདམས་རྗེས། མཉེན་ཆས་ཀྱིས་རང་འགུལ་རང་འཚོལ་ཡོང། མ་ཚད་དེ་དོན་འགྲེལ་བསྒྱུར་དང་བཅས་མངོན་ནུས། ཀློག་པ་པོ་ཡི་འདོད་མོས་ལྟར་ཚོར་བའི་མིང་ཚིག་རྣམས་ལ། གཙོ་ཚིག་དང་གཙོ་ཚིག་གི་རྒྱུར་ཞེས་སྡེ་ཚན་གཉིས་དབྱེ་ཡོད། སྡེ་ཚན་གཉིས་བཙལ་ནས་སོ་སོར་འཆར་ནུས། དཔེར་ན་སངས་རྒྱས་ཞེས་པའི་ཚིག་འདི་བཙལ་ན། གཡོན་ངོས་རྩལ་འགྲན་རེའུ་མིག་ཏུ་གཙོ་ཚིག་དང་འབྲེལ་བའི་སྐོར་ག་ཚོད་དང། གཙོ་ཚིག་གི་རྒྱུར་དང་འབྲེལ་བའི་སྐོར་ག་ཚོད་འདུག་ཞེས་ས་ཡོང། དེ་དང་འབྲེལ་བའི་མིང་ཚིག་དང་འབྱུང་ཁུངས་བཅས་གཤམ་གྱི་རེའུ་མིག་ཏུ་ཡོད། གཞན་ཡང་ང་ཚོས་མིང་ཚིག་དང་དེ་འབྲེལ་གྱི་སྒྲ་རྣམས་བདམས་ནས་སྐད་ཡིག་སློབ་སྦྱོང་ཡང་བྱ་ཆོག། སངས་རྒྱས། མིང་ཚིག་གི་སྡེ་ཚན། དྲ་ཚིགས་སུ་བཤེར་འཚོལ་སྟབས་བདེ་ཡི་ཐབས་ལམ་སྣ་ཚོགས་འདོན་པའི་ཆེད། ང་ཚོས་འདུས་པའི་ཚིག་གི་རིགས་མི་འདྲ་བ་རྣམས་ལ་སྡེ་ཚན་དུ་བྱས་ནས། ཀློག་པ་པོ་རྣམས་ཀྱིས་སྡེ་ཚན་དཀར་ཆག་ལྟར་འདེམས་ཆོག། མ་ཚད། སྡེ་ཚན་གྱི་མིང་ཚིག་ལ་ཞིབ་བཏགས་དང་སྒྲ་སློག་པ་སོགས་ཀྱང་བྱས་ཆོག། དབྱངས་གསལ་གྱི་གོ་རིམ། དབྱངས་གསལ་གོ་རིམ་ཡང་ང་ཚོ་དྲ་ཚིགས་འདི་ཡི་བཤད་ཚུལ། ཐབས་ལམ་སྣ་ཚོགས་ལས་ཕྱོགས་གཅིག་ཡིན། དེ་ལ། བོད་ཡིག་དང་དབྱིན་ཡིག། ཚུགས་རྙིང་རྒྱ་ཡིག། ཚུགས་གསར་རྒྱ་ཡིག་བཅས་རིགས་བཞི་ཡོད། དེ་ལས་བོད་ཡིག་ལྟར་ན། གསར་བརྗེའི་སུམ་བཅུ་ཡི་སྒྲ་སྦྱོར་གཞི་བཟུང་གི་གོ་རིམ་བཞིན་བཅུག་ཡོད། ཀློག་པ་པོ་རྣམས་ཀྱིས་ཀྱང་དེ་བཞིན་འཚོལ་ཆོག། དབྱིན་ཡིག་ཡང་ས་ཆའི་ངེས་སྒྲུབ་གོ་རིམ་ལྟར་བཅུག་ཡོད། ཀློག་པ་པོ་རྣམས་ཀྱིས་ཀྱང་དེ་བཞིན་འཚོལ་ཆོག། ཚུགས་རྙིང་རྒྱ་ཡིག་ཀྱང་སྒྲ་གདངས་བརྡ་རྟགས་ཀྱི་གོ་རིམ་ལྟར་བཅུག་ཡོད། ཀློག་པ་པོ་རྣམས་ཀྱིས་ཀྱང་དེ་བཞིན་འཚོལ་ཆོག། ཚུགས་གསར་རྒྱ་ཡིག་ཡང་དབྱིན་ཡིག་གི་ས་ཆའི་ངེས་སྒྲུབ་དང་རོ་མ་ཡི་སྒྲ་སྦྱོར་གོ་རིམ་ལྟར་བཅུག་ཡོད། ལུག་དཔའ་བོ་རྣམས་ཀྱིས་ཀྱང་དེ་བཞིན་འཚོས་ཆོག། ལུག་དཔའ་བོ་རྣམས་ཀྱིས་ལྟ་ཀློག་སྐབས་སུ་རྡོག་སྣེ་དང་བསམ་ཚུལ་གང་བྱུང་སྦས་གསང་མེད་པ་གསུང་རོགས་ཞུ། དེ་ཡང། དྲ་ངོས་ཧོ་ཨེ་སུ། རྡོག་སྣེ་འཇུག་ས་རུ། ཁྱེད་ཀྱིས་རིན་ཐང་ལྡན་པའི་བསམ་ཚུལ་རྣམས་བཀོད་ནས་ང་ཚོ་ལ་གཏོང་ཆོག། དེས་ན་ང་ཚོ་ཡི་དྲྭ་ཚིགས་འདི་སྤུས་ལེགས་དང་ཡར་རྒྱས་ཡོང་ནུས། བསམ་བོ་དྲྭ་ཚིགས་འཛོལ་བཤེར་ཚུར་མཉེན་ཆས་འདི་རྗེས་སུ་དམ་ཆོས་བང་མཛོད་ཁོངས་གཏོགས་ཀྱི་ཀུན་གསལ་མེ་ལོང་གློག་རྡུལ་འཕྲུལ་དེབ་དང་མཉམ་དུ་བསྡུས་རྗེས། དཔེ་ཆ་ལྟ་ཀློག་དང་ཡིག་སྒྱུར། སྐད་ཡིག་སློབ་སྦྱོང་གནང་མཁན་བཅས་ལ་ལག་ཆ་ལེགས་ཤོས་ཤིག་ཡོང་བའི་རེ་སྨོན་ཞུ་བཞིན་ཡོད།